ནི་རྒྱ་ནག་པོ་ཏའི་སྐུ་རུ་ཡོད་དོ། འཛམ་གླིང་ཞི་བདེའི་དེད་དཔོན། སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག ྋགོང་གྲངས་དགུ་བཅུ་ཧྲིལ་པོར་ད་གིན་བཞེས་པའི་སྐལ་བཟང་གི་དུས་སྐབས་དེ་དང་བསྟུན། སྡེ་འབངས་མདོ་ཁམས་ཆུ་བཞི་སྒང་དྲུག་གཞིས་བྱེས་ཐུན་མོང་ནས། དགའ་དད་སྤྲོ་གསུམ་གྱིས་འཚམས་འདྲིའི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་བ་དང་ཆབས་ཅིག་སྐུ་ཚེ་མི་བཞེངས་རྡོ་རྗེའི་ཁམས་སུ་བསྟེན་ཞིང་བསྟན་དང་འགྲོ་བའི་དོན་ཆེད་བེད་མེད་ལྷུན་གྱིས་འགྲུབ་པ་དང། བོད་ཀྱི་རྒྱལ་ས་ལྷ་སའི་ཕོ་བྲང་པོ་ཏཱ་ལའི་སེ་ཡི་ཁྲི་འཕང་མཐོན་པོར་ཞབས་སོར་འགྱོ་ནས་མྱུར་དུ་འཁོད་དེ་གཞིས་བྱེས་ལྷན་འཛོམས་ཀྱི་སྐལ་བཟང་མངོན་དུ་ཤར་བའི་སྨོན་འདུན་གྲངས་མེད་ཞུ། དེ་ཡང། བྲོ་གར་ཡེ་ཤེས་འཁོར་ལོའི་ཆོ་གའི་སྒོ་ནས། བརྟུལ་ཞུགས་རྡོ་རྗེའི་སློབ་དཔོན་སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རྗེ་དྲུང་རིན་པོ་ཆེ་མཆོག་དབུ་བཞུགས་ཐོག་ཁྱེད་ལྷ་དགེ་བཤེས་བཙུན་མ་སྔགས་འཆང་སོགས་ཞལ་གྲངས་བརྒྱ་དང་སུམ་ཅུ་སོ་ལྔ་ནས་ཉིན་གསུམ་རིང་གྲུབ་ཆ་ལེགས་པར་གནང་སྟེ། གོང་ས་སྐུ་དྲིན་རིམ་པར་བྱོན་པ་དང་ལྷག་པར་རྒྱ་དབང་སྐུ་དྲིན་བཅུ་བཞི་པ་ཆེན་པོ་མཆོག་གིས་སྐུ་ཚེ་གང་པོར་ཆོས་སྲིད་གཉིས་ཀྱི་མཛད་པ་བསམ་གྱིས་མི་ཁྱབ་པར་བསྐྱངས་པས་བཀའ་དྲིན་གཏང་རག་མཚོན་བྱེད་གཟིངས་བདག་རིགས་གསུམ་སྤེལ་མའི་རང་མདངས། རྒྱ་དབང་རིགས་གསུམ་དགོན་པའི་ཕྱག་མཚན་གསེར་དངུལ་སྦྲང་མའི་སེང་གེས་བཏེགས་པ། སྤེལ་མས་སྤྱན་རས་གཟིགས་ཀྱི་ཐུགས་རྒྱུད་ཀྱི་བརྩེ་བ་སྙིང་རྗེ་ཆེན་པོ་དང་རྡོ་རྗེ། ཕྱག་ན་རྡོ་རྗེའི་ཐུགས་རྒྱུད་ཀྱི་མཐུ་སྟོབས་ནུས་པ། རེད་དེ། རྗེ་བཙུན་འཇམ་པའི་དབྱངས་ཀྱི་ཐུགས་རྒྱུད་ལ་མངའ་བའི་མཁན་རབས་བྱོན་ཞིང། རང་ཅག་བོད་ཁ་བ་གངས་ཅན་པ་རྣམས་ཀྱིས་མེ་ཏོག་གངས་ལ་ཕོག་པའི་ལྷ་སྐལ། རིགས་གསུམ་སྒྱུ་འཕྲུལ་གཅིག་ཏུ་བསྡུས་པའི་བདག་ཉིད། མཁྱེན་བརྩེ་ནུས་གསུམ་གྱི་བླ་མ། གོང་ས་ལྷ་མིའི་རྣམ་འདྲེན། རྒྱལ་བ་ཐམས་ཅད་མཁྱེན་པ། སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ཁོ་ནར་ངེས་ཤིང། ཕྱག་མཚན་རྣམས། གསེར་ཁྲི་ཁམས་གསུམ་ཟིལ་གནོན་གྱི་སྟེང་དུ་ལྷང་ངེར་བཏེགས་པ། མགོན་པོ་གང་ཉིད་བོད་མི་རིགས་ཀྱི་མགོན་པོ་དམ་པར་ཞབས་པད་གཡོ་བ་མེད་པར་རྟག་ཏུ་གནས་པར་མཚོན། གཡས་གཡོན་གཉིས་ཀྱིས་པདྨ་ཟུང་གི་རླུང་གཉིས་ཀྱི་ཕྲིན་ལས་མཚོན་ཞིང། པདྨ་གཉིས་ཀྱི་གཡོ་བ་ཆུ་རིས་ཀྱི་རྣམ་པ་ཅན་བཞི། ཆུ་བཞི་དང། ལོ་འདབ་དྲུག་གི་གང་དྲུག། དཀྱིལ་གྱི་པདྨ་དང་ཉེ་བར་འབྲེལ་བ་དེ་དག་གིས་བོད་མི་རིགས་ཇི་སྙེད་ཀྱི་སོ་མཚམས་སུ། མདོ་ཁམས་ཆུ་བཞི་གངས་ཕྲུག་བསྟན་སྲུང་དང་བླངས་དམག་གིས་རྒྱལ་བསྟན་ཆབ་སྲིད། རྒྱལ་དབང་ཐམས་ཅད་མཁྱེན་པའི་སྐུ། སྐུ་ཕྱྭའི་གསུང་རྒྱབ་དང་དད་དམ་གཡོ་བ་མེད་པའི་ལྷག་བསམ་རྣམ་པ་དག་པར་མཚོན་ཞིང། འབུལ་མཚོན་གཙོ་བོ། བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པའི་སྐུ། གསེར་ཟངས་ལས་གྲུབ་པ། འཕྲུལ་རྫས། དབྱིན་ཇི་བཅོ་ལྔ་ཅན། གྲངས་བརྒྱ་དང་བཅོ་གསུམ་གསར་བཞེངས་ཞུས་ཏེ། ལྷ་ལས་ལུང་བསྟན་དང་མགོན་པོ་གང་ཉིད་ཀྱི་ཐུགས་དམ་གཡོ་བ་མེད་པའི་ཞལ་བཞེས་གནང་དོན་ལྟར། མགོ་ནག་བོད་མི་ཡོངས་དང་འཛམ་གླིང་དེང་དེང་སྐྱེ་འགྲོ་ཡོངས་ཀྱི་སྔོན་ཐོན་ཞིང་བོད་འབྲང་བརྒྱ་དང་བཅོ་གསུམ་ལྷག་བརྟན་པར་ཞུ་རྒྱུའི་རྟེན་འབྲེལ་མ་འཕྱུགས་པར་མངོན་འགྱུར་ཡོང་བའི་རྟེན་དུ་ཕུལ། བོད་གཞིས་བྱེས་གཉིས་ནས་སྐུ་ཕྱྭའི་ཞབས་འབྲིང་དུ་མ་ནི། འོད་ཆེན། སི་ཏི། སྐྱབས་འགྲོ། སྨི་རྩེ་མ། ཡིག་བརྒྱ་སོགས་དུང་ཕྱུར་ལྔ་བཅུ་ལྷག་སྨིན་སྒྲུབ་དང། ཤིང་སྣ་བརྒྱ་དང་བཅོ་གསུམ་སྡིགས་མཛུབ། སྲོག་བསླུ། དབུལ་པོར་སྦྱིན་བརྡུང་སོགས་ཀྱིས་མཚོན། ལོ་འཁོར་མོར་སྐུའི་འཁྲུངས་སྐར་སྲུང་བརྩི་དང་ཁྱབ་ཁོངས་ས་གནས་ཁག་དང་ཟུང་འབྲེལ་ཐོག་བོད་མིའི་སྒྲིག་འཛུགས་ཀྱི་བྱམས་བརྩེའི་ལོ་ཚུལ་བཞིན་སྲུང་བརྩི་ཞུས་ཡོད། མཐའ་དོན་མགོན་པོ་གང་ཉིད་ཀྱི་སྐུ་ཕྱྭའི་སྲུང་སྐྱོབ་དང་བཙན་བྱོལ་དུ་ཕེབས་སྐབས་ཕེབས་བགྲོད་བདེ་ལྡན་གྱི་ལམ་སྲུང་ཞུ་མཁན། རྫ་ས་རྨ་ཆེན་ཨ་འབྲུག་མགོན་པོ་བཀྲ་ཤིས་མཆོག་དབུས་པའི་མདོ་ཁམས་ཆུ་བཞི་གངས་ཕྲུག་བསྟན་སྲུང་དྭངས་བླངས་དམག་གི་བློས་བཏང་དང་རྒྱལ་གཅེས་ལྷག་བསམ་ལ་ཐུགས་སྨོན་བརྩེ་བས་རྟག་ཏུ་གཟིགས་ཤིང། སྐྱབས་མཆོག་ཡིད་བཞིན་ནོར་བུས་ཚེ་རབས་ཀུན་ཏུ་རྗེས་སུ་འཛིན་པའི་གསོལ་འདེབས་སྨོན་ལམ་རྩེ་གཅིག་རྩེ་གཅིག་ཏུ་ཞུས་པ་ལ། ཐུགས་རྗེའི་སྐྱབས་འོག་ནས་ནམ་ཡང་དུ་བ་མེད་པའི་བརྩེ་བས་གཟིགས་པ་མཁྱེན་མཁྱེན་མཁྱེན་ཞེས་མདོ་ཁམས་ཆུ་བཞི་གངས་ཕྲུག་དབུས་སྤྱི་ཁྱབ་ལས་ཁུངས་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་བཟང་པོ།